དགེ་སློང་དེས་བ་ལང་དག་ཀུན་འདུས་ནས་བཅའ། བ་ལང་དག་གདན་འདྲེན་ཞུས་ནས་དམའ་འབེབས་བྱས། ད་དུང་དགོངས་པ་རྫོགས་པར་བ། དགོངས་པ་རྫོགས་ཚར་བའི་རྗེས་ལ་ཡང་བ་ལང་དག་གི་ཆོས་གོས་དང་ལྷུང་བཟེད་དེ་ཚོས་དགེ་འདུན་ལ་ཡང་བསུས། འོད་སྲུང་ཆེན་པོ་དང་དགེ་འདུན་འཁོར་དང་བཅས་པའི་བཞུགས་གནས་ལ་ཚུལ་ལས་ཚར་བའི་རྗེས་ལ་ཡང་དེ་དགེ་འདུན་ལ་ཡང་ཕུལ། ཞག་ད་དེ་དེའི་སྐོར་དེ་གཞི་ཐམས་ཅད་ཡོན་ཏན་གྱི་ལུང་ཕྲན་ཚེགས་ནང་ན་གསལ་བར་བྱེད་ཡོང་གི་འདུག་སློབ་མ་དགེ་སློང་དེ་དག་དེའི་གར་ས། སྟོང་ཕྲག་བརྒྱ་པའི་འགྲེལ་ཆེན་གནང་རོགས་ལ་ཡ། སློབ་མ་དགེ་སློང་དེ་གའི་འོད་སྲུང་ཆེན་པོ་ལ་བ་ལང་དག་གི་ཆོས་གོས་དང་ལུང་ཟེར་ཕུལ་ཟེར་ཡ་ཅིག་མ་གཏོགས་ཡོད་མ་རེད། ཡིན་ན་གཞི་ཐམས་ཅད་ཡོན་ཏན་གྱི་ལུང་ཕྲན་ཚེགས་གནང་རོགས་ལ་ཡ། ལྟོས་ཅིག་ཁ་གསལ་བར་བྱེད་ཡོང་གི་འདུག་དེ་ཡང། ལུང་ཕྲན་ཚེགས་ནང་ལོགས་ལ་ཡང་བ་ལང་དང་གདན་འདྲེན་ཞུ་ཁང་འགྲོ་མཁན་དེ་གང་པོ་ཡིན་པ་བྱས། དེ་ནས་བ་ལང་དག་གིས་སངས་རྒྱས་མྱ་ངན་ལས་འདས་པའི་གནས་ཚུལ་དེ་གསན་པའི་རྗེས་ལ་ཡང། དེ་ནས། གང་པོ་ལ་ག་རེ་གསུངས་འདུག་ཟེར་ན་ཆོས་གོས་ལྷུང་བཟེད། ཆོས་གོས་རྣམ་པ་གསུམ་དང་ལྷུང་བཟེད་དེའི་དགེ་འདུན་ལ་ཕུལ་ཞོག། ཨ་ནི་ང་ཞི་བ་ཞིག་འགྲོ་གི་ཡིན། དེ་ནས་ཡིན་དུས་དགེ་འདུན་རྣམས་ཀྱི་བཟོད་པ་བྱེད་རོགས་གནང་གསུངས་བྱས་ནས་ཨ་ནི། ལུས་ནི་མེ་སྤར་བ་དང་ཆུ་འབབ་པ་ལ་སོགས་པ་དེ་འདྲ་གི་རྫུ་འཕྲུལ་ལྡན་བྱས་ནས་སྐུ་མྱ་ངན་ལས་འདས་པ་རེད། དེ་ནས་དེའི་རྗེས་ལ་ཡང་གང་འདོད་ཀྱི་བ་ལང་དག་གི་རིང་བསྲེལ་དང། ལྷུང་བཟེད་དང་ཆོས་གོས་ལ་སོགས་པ་བླངས་ནས་འོད་སྲུང་ཆེན་པོ་ལ་སོགས་པའི་དྲུང་དུ་ཡང་སྒར་ཚུལ་ཕེབས་ནས། ཁོ་ནང་ཚོ་ལ་ཕུལ་བ་ཡིན་ཡིན་གསུངས་ཤག། ཨ་དེ་ནས་དགེ་འདུན་རྣམ་པ་ཚོས་ཀྱི་བ་ལང་དང་གདན་འདྲེན་ཞུས་པའི་གི་རིང་དེ་ལ་ཡ། ཀུན་དགའ་བོ་ག་ར་གནང་འདི་ཡོང་ཟེར་ན་ཀུན་དགའ་བོ་དེ་ཨེ་ཆོས་ཐམས་ཅད་ལ་པའི་ཆོས་ཐམས་ཅད་ཀྱི་རང་བཞིན་ག་ར་ཡིན་པ་ལ་བརྟག་དཔྱད་གནང་བྱས་ནས་ཟག་པ་དང་བྲལ་བ་དོན་དུ་གཉེར་ནས་བཞུགས་ཡོད་པ་ཡིན་པ་རེད། དེ་ཡང་ཁོང།

ལམ་སེང་འབྲས་བུ་ཐོབ་ཡོག་མ་རེད། གལ་སྲིད་ཤེས་རབ་དང་ཏིང་ངེ་འཛིན་གཉིས་ཀ་ཡག་པོ་ཡོད་པ་ཡིན་མིན་ན། འབྲས་བུ་མགྱོགས་པོ་ཞིག་ཐོབ་ཡོག་རེད། ཡིན་ན་ཡང་ཀུན་དགའ་བོ་ལ་ཡང་ཤེས་རབ་ཡོད་པ་ཡིན་ན་ཡང་ཞི་གནས་ཀྱི་གནས་ཆ་ཞིག་རག་མེད་པ་ཞིག་ག་རེ་དང་ནམ་རྒྱུན་སངས་རྒྱས་ཞབས་ཕྱི་ཞུ་ཡག་ལ་སོགས་པ་དེ་འདྲའི་གི་ཐོག་ནས་ཁོ་རང་ཅིག་ག་རེ་བསམ་གཏན་སྒོམ་བདེ་སློང་ཞིག་རག་མེད་པ་བྱས། ད་ནས་ཞིག་ཁོ་རང་འདུལ་འཛིན་འདུལ་འཛིན་གྱི།

མ། གཟིམས་འགྲོ་བྱེད་པའི་སྐབས་ལ་ཡང། དབུ་དབུ་སྔས་མགོ་ལ་མ་བཞག་པའི་གི་པ་རུ་དེ་ལ་ཡང། དེ་ནི་སྒྲིབ་པ་དང་བྲལ་ནས་རྟོགས་པ་རྙེད་པ་ཡིན་པ་རེད། རྟོགས་པ་རྙེད་པ་དེ་ཡང་དཔེར་ན་ང་ཚོ་ཅིག་མཚན་མོ་མུན་ནག་གི་ཁྲོད་ལ་ཡང་གློག་ཅིག་འཁྱུག་པ་ཡིན་ན། ཨ་ན་གློག་འཁྱུག་པའི་གི་ཡུན་དེ་ལ་ཡང་ལམ་སང་གི་པའི་ལྕང་བའི་ཚང་མ་ལོ་གསལ་པོ་ཆགས་ཡོད་པ་ནང་བཞིན་དེ་འདྲའི་ཅིག་གི་སྐད་ཅིག་ཅིག་ལ་ཡང་གང་ལྟར་རྟོགས་པ་རྙེད་ནས་དེ་ནས་ལམ་མངོན་དུ་གྱུར་ནས། དེ་ནས་ཀུན་དགའ་བོ་དགུ་རྡོ་རྗེ་ལྟ་བུའི་ཏིང་ངེ་འཛིན་ལ་ཞུགས་ནས་ཉོན་མོངས་པའི་རི་བོ་མཐོན་པོ་ཐམས་ཅད་བཅོམ་ནས་རིག་པ་གསུམ་དང་མངོན་ཤེས་དྲུག་དང་རྣམ་པར་གྲོལ་བ་མཉམ་པ་དང་སྟོབས་ཆེ་བའི་དགྲ་བཅོམ་པའི་དགོངས་པ་ཐོབ་པ་རེ་གསུངས་ཤིང། ད་ཁོང་དགྲ་བཅོམ་པའི་དགོངས་པ་ཐོབ་ཟིན་པ་ཡིན་དུས་ས་དེ་ཀའི་མཚན་མོ་ད་ག་རང་ལ་སང་ཉིན་ནམ་ལངས་ལངས་བར་དུ་མ་སྒུག་པར་བྱས་ཤིང་དེའི་མཚན་མོ་ད་ག་རང་ལ་ལམ་སང་དགེ་འདུན་བཞུགས་གསལ་གྱི་ཁང་པ་ཡོར་བ་དང་ཀ་དུ་ནང་ནས་ཞུགས་སའི་གི་ཁང་པ་ཡོད་དུས་ས་དེའི་ཁང་པའི་གི་སྒོ་ལ་ཡང་ཕྱིན་བྱས་ནས། སྒོ་བརྡུངས་པ་དང་མཉམ་དུ་ཨ་ནེ་འོད་སྲུང་ཆེན་པོའི་གི་མཚན་ནས་བོས་འདུག་ཨ་འོད་སྲུང་ཆེན་པོ་ཞེས་ཀྱི་སྒོ་བརྡུངས་འདུག་ཨ་ནེ་འོད་སྲུང་ཆེན་པོའི་གི་སྒོའི་ས་ལ་ཕེབས་བྱས་ནས་ཨ་ནེ་སུས་སྒོ་བརྡུངས་གི་སྒོ་བརྡུངས་མཁན་སུ་ཡིན་པ་ཞེས་ཀ་རི་ན་ནུས་ས་ནས། ཨོ་ང་ཀུན་དགའ་བོ་ཡིན་ཞུས་འདུག་ཨ་ཨ་ནི་འོད་སྲུང་ཆེན་པོའི་གེ། ཀུན་དགའ་བོའི་གེ་སྐད་ཆ་གོ་བ་དག་ལབ་ས། ཁྱོད་རང་དེ་གར་ཆགས་ཡོང་གི་ཡོད། གསུངས་ཡོད་ས་རེད། ཨ་ནི་ཀུན་དགའ་བོའི་གེ། ང་དེ་རིང། མཚན་མོ་ལ་ཡ་དེ་རིང་དགོང་མོ་ལ་ཡ་ཟག་པ་ཟས་པའི། ཟག་མེད་ཆགས་སོང་དགྲ་བཅོམ་པའི་གོམ་བག་ཐོབ་སོང་ཞུས་འདུག་བ། ཁ་སང་འོད་སྲུང་ཆེན་པོས་དགྲ་བཅོམ་པའི་དགོངས་པ་ཐོབ་ཐོབ་འབའ་ཐུབ་ཚུལ་ལོག་མ་ཡོང་གསུངས་རོགས་པ་བྱས་སོ་ད་ང་མདང་དགོང་དགོང་དག་རང་དགྲ་བཅོམ་པའི་དགོངས་པ་ཐོབ་བྱུང་ཞུས་དོ། འོད་སྲུང་ཆེན་པོས་ཀྱི། ཨ་ངས་ཁྱོད་རང་ལ་སྒོ་ཕྱེ་གི་མིན། ཁྱོད་རང་དགྲ་བཅོམ་པའི་དགོངས་པ་འདི་འདྲ་ཐོབ་འདོད་ཡོད་ན། སྒོ་གི་ལྡེ་མིག་གི་ཨི་ཧུང་ཡོར་རོ། བུ་གོས་ཀྱི་ཡོར་རོ་ཨི་ཧུང་དེ་ནས་ཡང་འཛུལ་ཤོག། གསུངས་ཏོ།

ལག་པས་ཀྱི་ནང་མཁའ་ལ་ཡང་རི་མོ་བྲིས་པ་ཡིན་ན་ནང་མཁའ་ལག་པས་ནང་མཁའ་ལ་རི་མོ་བྲིས་པའི་སྐབས་ལ་ཡང་འཛིན་པ་དང་ཐོགས་པ་འགལ་ཡོད་མ་རེད། དེས་ན་གཞི་དགྲ་བཅོམ་པའི་སེམས་དེ་ཡང་ཆོས་ཐམས་ཅད་ལ་འཛིན་པ་དང་ཆགས་པ་འགལ་ཡོད་མ་རེད། ད་ཁྱོད་རང་སྔོན་མ་བཞུགས་སའི་གི་གྲལ་ག་བ་བཞུགས་ཡོད་ན་དེ་ལ་ཕར་ལོག་ལོག་ཅིག་ན་འགྲིག་གི་རེད་གསུངས་ཅིག་ད་ག་འདྲ་ཞུས་ལོག་ན་འགྲིག་གི་རེད་གསུངས་ཤག།

དེ་ག་འདྲའི་གསུང་འདུག་ས་ན་སྐབས་དེ་དུས་ས་རཱའི་འོད་སྲུང་ཆེན་པོའི་གི་དགེ་འདུན་ཚང་མ་ལོ་ཡུ་རུག་རུག་བྱས་བྱས། ཡང་ན་དགེ་འདུན་ཚང་མར་ཚུལ་བསགས། ཡང་ན་བསགས་ཟིན་པའི་རྗེས་ལ་ཡང་ནི། འོད་སྲུང་ཆེན་པོའི་གི་ཉེ་བ་འཁོར་ལ་ཡང་ནི་ཁྱོད་རང་གི་དབུ་མཛད་བྱས་བྱས། ཀུན་དགའ་བོའི་ཉེ་བ་འགྲོ་འོ་རེས་ད་ཁྱོད་རང་གི་མགོ་རུ་ཁྲིད་བྱས། ཡང་ན་ཀུན་དགའ་བོའི་གི་ཉེ་བ་དེ་སུ་ཁྱོད་རང་གི་དགེ་འདུན་གི་དཀྱིལ་ལ་ཡང་འགྲོ་འོ་རེས་སོང་ཞེ་ན། དེ་ནས་ཀུན། ཉེ་བ་འཁོར་གྱི་འོད་སྲུང་ཆེན་པོའི་བཀའ་གནང་བ་ནང་བཞིན་བྱས་བྱས་ལས། དགེ་འདུན་ཐམས་ཅད་འཛོམ་པའི་དཀྱིལ་ལ་ཡང་ཀུན་དགའ་བོ་ལས་ཨ་སྟག་སངས་རྒྱས་ལ་མྱ་ངན་ལས་མི་ཐོབ་པའི་གསོལ་བ་མ་བཏབ་པ་ལ་སོགས་དེ་འཕྲལ་གྱི་ཉེས་པ་དེ་ཚོ་མ་བསྒྲགས་དོ། དེ་བསྒྲགས་པའི་སྐབས་ལ་ཡང། ཀུན་དགའ་བོ་དཔལ་སེམས་མ་སྐྱིད་པ་སེམས་མ་བདེ་བ་སེམས་འཁྲུགས་ནས། མ་བདེ་བ་ཞིབ་ཆགས་བྱེད། ད་སངས་རྒྱས་མྱ་ངན་ལས་འདས་ནས་རིང་པོར་མ་ཐོགས་པར་དུས་ཚོད་ཞེ་དྲག་ཕྱིན་ཡོང་བ་རེད་དུས་ཚོད་ཞེ་དྲག་མ་ཕྱིན་པ་ལ་ང་ལ་འདི་འདྲའི་དཔེ་ངོ་ས་བླངས་ང་ལ་འདི་འདྲའི་དཀའ་ལས་ཧ་པོ་བཟོས་ནས་ག་འདྲི་ཡིན་ནམ་བསམ་དེ་འདྲའི་དགོངས་པ་བཞེས་འདུག་ཨང། དེ་དགོངས་པ་བཞེས་པ་ད་ག་རང་ལ་ཡང། ཁོང་དེ་ག་རང་ལ་བཞུགས་བསྡད་པའི་རིང་ལ་ཡང་བདེན་པ་ཞིག་གི་དོན་དག་ལ་ཁོང་དགོངས་པ་བཞེས་ནས་དགོངས་པ་བཞེས་ཀྱང་མགོ་བཙུགས་ནས་ཨ་ནི་དེ་བཞིན་དོན་འདུག་བསམ་མ་བཏང་ཡོད་ཁོང་ཐུགས་བསམ་བཞེས་ཡོད་ད་ག་རང་ལ་ཡང། དགེ་འདུན་པ་ཐམས་ཅད་འཛོམས་ནས་ཨ་ནི་ཅིག་ཁོང་ཉེས་པར་གྲགས་ནས་དེ་འདྲའི་བསྡད་དེ་ཟེར་གི། གར་ཆུ་རའི་དཀྱིལ་འཁོར་ད་ག་རང་ལ་ཡང། ཨ་ནི་ཁོང་དགྲ་བཅོམ་པའི་གོ་མ་ཐོབ་སོང་རེད། དགྲ་བཅོམ་པའི་གོ་མ་ཐོབ་ཅེས་དྲི་མ་ཐམས་ཅད་དང་བྲལ་བར་ཆགས་པ་རེད། དེ་ནི་ཁོང་དེ་འདྲའི་དུས་ཚོད་ཐུང་ཐུང་དེ་འདྲའི་ཞིག་གི་ནང་ལོགས་ལ་ཡང་དགྲ་བཅོམ་པའི་དགོངས་པ་ཐོབ་པ་ཡིན་དུས། ཨ་ནི་ཉེ་འཁོར་ལ་ཡོད་པའི་དེའི་ཁྲི་ལ་ཡོང་བའི་ལྟར་དགྲ་བཅོམ་པ་ཐམས་ཅད་ཀྱིས་ཀྱང་ཁོང་ལ་ཡང་བསྔགས་བརྗོད་གནང། ལྷ་རྣམས་ལྷ་ཐམས་ཅད་ཀྱིས་ཀྱང་ཨ་ནི་ནམ་མཁའ་ནས་ཅིག། ཀུན་དགའ་བོ་ལ་བསྟོད་པའི་གླུ་དབྱངས་ལེན། ད་ནི་ས་ཆེན་པོ་ཡང་རྣ་བ་དྲུག་ཏུ་གཡོས་དེ་འདྲས་བྱས་པ་རེད། ཅེས་བྱས། ད་གང་ལྟར་ད་ལྟ་དེ། རིན་པོ་ཆེ་ཆོས་ཀྱི་ཚལ་ཟེར་ཡ་དེའི་ནང་ལོགས་ལ་ཡང་བྱང་ཆུབ་སེམས་དཔའ་མངལ་དུ་སྐྱེ་བ་ཞེས་པའི་མདོ་གསལ་ཅིག། འོ་དེའི་ནང་ན་ལོར་དེ་འདྲས་གསུངས་ཡོད་བ་རེད་ཅེས་ཀྱི་ལུང་དྲངས་ཤག། འོ་ད་དེ་ངས་ཡང་མི་གསལ་ཅེས་ཀྱི་དེ་ཞུས་ན་བསམ་དྲན་སོང། ད་དེ་ནས་གཤམ་ལ་ཡང། ཀུན་དགའ་བོའི་མདོ་འདོན་པ་ཟེར་ཡག་དེ་ག་དུར་ལ་ཡང་སླེབས་ཡོད་པ་ཡིན་པ་རེད། ད་ཀུན་དགའ་བོ་འབྲས་བུ་ཐོབ་ཚར་བ།

གནས་བརྟན་ཀུན་དགའ་བོའི་དགེ་བསྙེན་དཀའ་བསྡུ་བྱེད་ཐུབ་པ་རེད། ཁོང་སངས་རྒྱས་ཀྱི་སློབ་མའི་ནང་ལོགས་ནས་རྟག་པར་རེ་ཞིག་སངས་རྒྱས་ཀྱི་སྐུ་རུང་ལ་ཡང་བསྡད་ནས་ཞབས་ཕྱི་ཞུ་མཁན་གྱི་གྲས་ཆགས་བསྡད་ཡོད་རེད། མདོ་སྡེའི་སྐོར་ལ་ཡང་སངས་རྒྱས་ལ་བཀའ་འདྲི་ཞུས་པའི་རྗེས་ལ་ཡང་ལམ་སང་ཅིག་ཁོང་གིས་མ་བརྗེད་པར་དྲན་པ་ལ་མྱངས་ཐུབ་ཡོད་རེད། དེའི་རྒྱུ་མཚན་ལ་བརྟེན་ནས་སངས་རྒྱས་ཀྱིས་ཀྱང་ཀུན་དགའ་བོ་ལ་བསྔགས་བརྗོད་ཆེན་པོ་ཞེ་དྲག་གནང་ཡོད་རེད། དེ་འདྲ་ཡིན་དུས་ཀུན་དགའ་བོ་དེ་དེ་འདྲ་ཞུས་པ་ཡིན་ན་མདོ་སྡེ་ཀྱི་དཀའ་བསྡུ་བྱེད་ཐུབ་པ་རེད་ཅེས་དེ་འདྲ་གསུངས་བཞག། ཨ་འདིའི་སྐབས་ལ་ཡང་འོད་སྲུང་ཆེན་པོའི་གིས་ནི་ཨང་ཀུན་དགའ་བོའི་གི་མགོ་བོ་ལས་ཡང་བསྐྱར་ཕུར་ཕུར་བཏང་ཅིག་ད་བཀའ་ཚང་སྔོན་མ་ཡང་བཀའ་བསྒྱུར་བཏང་ད་དེང་སང་ཡང་བ་བྱམས་པོ་ཞིབ་བྱས་ཞེས་མགོ་ལས་ཕུར་ཕུར་བཏང་ཅིག་ཨ་ད་ཁྱོད་རང་ལ་ཡང་སྔོན་མ་སངས་རྒྱས་ཀྱི་མདོ་སྡེ་འཛིན་དགོས་པའི་གི་བཀའ་གནང་ཡོད་རེད་དེ་འདྲའི་ད་ད་རེས་ཁྱོད་རང་ཅིག་ཁྱོད་རང་གི་སངས་རྒྱས་ལ་ཡང་དྲིས་ལན་གསོལ་ཡག་གི་དུས་ཚོད་ལ་ཡང་སླེབས་པ་རེད་དེ་འདྲ་ཡིན་དུས་སང་ནས་སངས་རྒྱས་ཀྱི་ཐོག་མར་ཆོས་གསུངས་པའི་གི་གནས་ག་བ་ཡིན་པ་དང། ད་ག་ནས་ཟིན་གི་ད་དེ་ཚོ་ཁྱོད་རང་ཤོད་ཤོག། སངས་རྒྱས་ཀྱི་ཉན་ཐོས་ཆེན་པོ་མདོ་སྡེ་འཛིན་ནུས་པ་དེ་ཚོ་ནི་མྱ་ངན་ལས་འདས་ཚར་བ་རེད་ད་ཁྱོད་རང་གཅིག་པོ་མ་གཏོགས་ལྷག་ཡོད་མ་རེད། དེ་འདྲས་ཡིན་དུས་དེ་རིང་ཁྱོད་རང་གི་སངས་རྒྱས་ཀྱི་དགོངས་པ་དང་མཐུན་པ་སེམས་ཅན་རྣམས་ལ་སྙིང་བརྩེ་བའི་སྒོ་ནས་མདོ་སྡེ་གི་བཀའ་བསྡུ་གནང་དགོས་རེད་ཅེས་དེ་འདྲས་གསུངས་ཤག། དེ་ནས་དེའི་རྗེས་ལ་ཡང་ཀུན་དགའ་བོ་དེས་དགེ་འདུན་ཐམས་ཅད་ཀྱི་ཞབས་ལ་ཡང་ཕྱག་འཚལ་བྱས་ནས་གདན་སེང་གེའི་ཁྲི་ལ་བཞུགས་ནས་ད་བཀའ་བསྡུ་གནང་ཡག་མགོ་ཚུགས་པ་ཡིན་པ་རེད། དེ་ཡང་ང་ཚོའི་གི་གཞི་ཐམས་ཅད་ཡོན་གནས་ཀྱི་འདུལ་བ་ལུང་ཕྲན་ཚིག་གི་ནང་ལོར་ག་རེ་གསུངས་ཡོད་རེད་ཟེར་ན་སྐབས་དེ་དུས་ས་ནས་ད་སྐུའི་མགོ་བོ་ལ་ཡང་སེང་གེའི་ཁྲི་རིལ་བ་གཅིག་བརྒྱབ། ཁྲི་ཆེན་པོར་བརྒྱབ། དེའི་སྒང་ལ་ཡང་དགྲ་བཅོམ་པ་ལྔ་བརྒྱ་ཡོར་བ་ཁོ་ན་ཚོས་ཀྱི་སྣམ་སྦྱར་ཆ་ཚང་དེ་ནི། དེའི་སེང་གེའི་ཁྲི་དེའི་སྒང་ལ་ཡང་སྟེང་ཆེ། དེའི་སྒང་ལ་ཡང་ནི། སྐུའི་མགོ་བོ་བཞུགས་པ་རེད། ད་སྐུའི་མགོ་བོ་དེ་དང་པོ་ལྔའི་ལ་ཁྲི་དེའི་སྒང་ལ་མ་བཞུགས་གོང་ལ་ཡང་ནི་ཕྱོགས་བཞི་ལ་བར་གཟིགས་བྱས་ནས། བ། ཕྱོགས་བཞི་མཚམས་ཀྱི་ཤར་ལྷོ་ནུབ་བྱང་ཕྱོགས་བཞི་ལ་གཟིགས་བྱས་ནས། ནི། སེམས་ཅན་ཐམས་ཅད་ལ་དང་པོ་སྔས་ལ་སྙིང་རྗེ་གྱིས་སྙིང་རྗེ་བསྒོམ་ནང་དུ་བ། ཕྱོགས་བཞི་ཀ་ལོགས་ལ་གཟིགས་བྱས་ལ་ཡང། ནི། སེམས་ཅན་ཐམས་ཅད་ལ་ཡང་སྙིང་རྗེ་བསྒོམ། སྙིང་རྗེ་བསྒོམ་ཚར་བའི་རྗེས་ལ་ཡང། ནི། ཆོས་ལ་ཡང་གུས་པ་བསྐྱེད། ཆོས་ལ་ཡང་གུས་པའི་སེམས་བསྐྱེད། དེ་ནས་དག། དག་ན་ཤིང་གི་ཚངས་པར་མཚུངས་པར་སྤྱོད་པ། དགྲ་བཅོམ་པ་དེ་ཚོ་ལ་ཡང། ནི། ཞེ་ས་དང་གུས་ཞབས་མཚོན་པའི་ཆེད་དུ།

ཆོས་འཆད་པའི་སྐབས་ལ་ཁྲི་མཐོན་པོའི་སྒང་ལ་བསྡད་གི་ཡོད་རེད། དེ་ཁྲི་མཐོན་པོའི་སྒང་ལ་བསྡད་ཡག་དེ་སོ་སོ་དཔེ་མེད་ཅིག་ཡིན་བསམ་ནས་ཁྲི་མཐོན་པོའི་སྒང་ལ་བསྡད་གི་ཡོད་མ་རེད། དམ་པའི་ཆོས་འཆད་མཁན་དེ་སོ་སོ་ཡིན་པ་བྱས། ད་སོ་སོ་ཅིག་དམ་པའི་ཆོས་དང་གང་ཟག་དེ་གཉིས་ཁ་ཁ་སོ་སོ་བཟོ་ཡ་མེད་པ་ཡིན་དུས་ས་ན། ཡང་ན་ཆོས་དེ་གང་ཟག་དེ་གི་ཐུགས་རྒྱུད་ལ་ཡོད་པ་ཡིན་དུས

ད་ནང་བཞིན་གྱི་ཡང་སྔོན་གྱི་བླ་མ་གོང་མ་རྣམ་པ་ཚོས་ཀྱི་ལུགས་སྲོལ་གཅིག་ལ་ཡང་ཁྲི་ལ་ཡང་འཛིག་པའི་སྐབས་ལ་ཡང། ཨ་ནི། སྐར་མ་རབ་རིབ་མ་མེ་དང་རྒྱུ་མ་ཟིལ་བ་ཆུ་བ་དང་རྨི་ལམ་གློག་དང་སྤྲིན་དང་འདུས་བྱས་ཆོས་རྣམས་དེ་ལྟར་རྟག་བྱེད་ཅིང་དེ་འདྲས་ཀྱི་རྟག། ག་ཧྲུ་ཨེ། མི་རྟག་པའི་དོན་ཡིད་ལ་བྱས་ནས་དེ་བསྲུངས་ནས། ཨ་ནི། ཁྲིའི་གང་ལ་བསྡད་པའི་སྐབས་ལ་ཡང་ཨ་ནི་འདུག་སེ་གོས་ཀྱིས་བཏོགས་བྱས་ནས་ཨ་ནི་མ་ཞུ་ག་གི་ལུགས་སྲོལ་ཅིག་ཡོང་སྟེ་ཡང་ད་དེ་ག་དེ་སངས་མ་ལོ། སྔོན་གྱི་དགྲ་བཅོམ་པ་རྣམས་ཀྱི་ལུགས་སྲོལ་རུ་བྱས་ཟེར།

སངས་རྒྱས་དེ་སེང་གེའི་རྒྱལ་པོ་ལྟ་བུ་རེད། སྐུའི་མགོན་པོ་དེ་ནི་སངས་རྒྱས་དེའི་སྲས་རེད། ད་དེ་རིང་སེང་གེའི་ཁྲི་ལ་ཡར་ཞུགས་ནས། སེང་གེའི་ཁྲི་ལ་ཞུགས་ཚར་ནས་མར་གཟིགས་ཡོང་བའི་སྐབས་ལ་ཡང་སངས་རྒྱས་ད་བཞུགས་ཡོད་བ་མ་རེད། སངས་རྒྱས་བཞུགས་མེད་པ་ཡིན་དུས་སང་སྐབས་དེ་དུས་སང་ནས་སྤྱི་བཏང་ད་འཁོར། དགྲ་བཅོམ་པའི་ཚོགས་མང་པོ་ཞིག་འདུས་དུས་ཡོད་བ་རེད་དེ་ཡིན་ན་ཡང་དེ་ཚོ་ལ་ཡང་སངས་རྒྱས་ནང་བཞིན་གྱི་གཟི་བརྗིད་ཡོད་བ་མ་རེད། དཔེར་ན་ནམ་མཁའ་ལ་ཡང། ཅིག་མཚན་མོ་ཟླ་བ་མེད་པའི་ནང་ཁོག་ལ་ཡ། ཀོ། སྐར་མ་མང་པོ་ཤར་དུ་ཡོད་པ་ཡིན་ན་ཡ། ཟླ་བ་མེད་མེད་པ་ཡིན་ན་ཀོ། མུན་ནག་རུ་ཆགས་དེ་ཡོད་དེ་ནང་བཞིན་ཆགས་དེ་ཡོད་ལས། ད། ཤེས་རབ་ཆེན་པོ་སངས་རྒྱས་དེས་གསུངས་ཏེ་ད་སློབ་མ་ཁྱོད་རང་གིས། བསྟེན་རོགས་གྱིས། སངས་རྒྱས་ཀྱིས་ཐོག་མར་ཆོས་གསུང་སའི་གནས་ག་རེ་ཡིན་པ་དེ་ཁྱོད་རང་གིས་བཤད་རོགས་གྱིས། ཞེས་བྱས། ག་ད། དེ་འདྲས་གསུངས་ཤག། ད་དེ་ནས་བ་ཡོན་ཀྲུའུ་གླིང་ངམ་རིན་པོ་ཆེ་ཆོས་ཀྱི་ཚལ་ཟེར་ཡག་ད་རྒྱ་ནག་གཞུང་ཅུ་ཡོག་རེ་ཞུ་ཡིན་པ། དེའི་ནང་ལོགས་ལ་ཡང་བྱང་ཆུ་ཟེར་བ་མངལ་དུ་ཞུགས་པའི་མདོ་ཡི་ལུང་དྲང་བྱས་ནས་སྐབས་དེ་དུས་ཡང་ཀུན་དགའ་བོའི་ཆོས་གསུང་སྟངས་དེ་ཆོས་གསུང་པའི་སྐབས་ལ་ཡང་གནས་ཚུལ་ག་རེ་བྱུང་ཡིན་པ་དེ་ཡང་ཏོག་ཙེ་མན་ཏྲ་རུ་གཅིག་གསུང་ཞིག་དེ་ཡང་རྣམ་པ་ཚོར་གཅིག་ཞུས་ན་བསམ་དྲན་སོང་དེ་ག་རེ་ཞུས་འདུག་ས་ན་སྐབས་དེ་དུས་སང་ནས་འོད་སྲུང་ཆེན་པོའི་གེགས་ཀུན་དགའ་བོ་ལ་རིན་པོ་ཆེ་སྣ་བདུན་གྱི་ཁྲི་མཐོན་པོ་གཅིག་ལ་ཡང་ཞུགས་བཅུག་པ་རེད། ཞུགས་བཅུག་ནས་ནི་འོད་སྲུང་ཆེན་པོའི་གེགས་ཀུན་དགའ་བོ་ལ་ག་རེ་གསུངས་པ་རེད་ཟེར་ན། སངས་རྒྱས་ཀྱིས་གསུངས་པའི་གི་ཆོས། ཚིག་དང་ཡི་གེ་གཅིག་ཙམ་ཡང་མ་ཆད་པ་བྱེད་བྱེད་ནས་ཁྱོད་རང་གི་མང་འདོན་ཤོག། བྱང་ཆུབ་སེམས་དཔའི་གྱི་སྡེ་སྣོད་ཐམས་ཅད་ཀྱང་ཕྱོགས་གཅིག་ཏུ་འདུས་ཤོག། ཉན་ཐོས་ཀྱི་སྡེ་སྣོད་ཐམས་ཅད་ཀྱང་ཕྱོགས་གཅིག་ཏུ་འདུས་ཤོག། འདུལ་བའི་སྡེ་སྣོད་ཐམས་ཅད་ཀྱང་ཆོས་ཕྱོགས་གཅིག་ཏུ་འདུས་ཤོག་ཅེས་གསུངས་ཏོ། དེ་ནས་དེ་དུས་བཟང་ནས་ཀུན་དགའ་བོས་ཀྱི་དང། དང་པོ་མདོ་སྡེ་འདི་ཚོ་གསུངས་ཡིན་ཟེར། མདོ་སྡེ་འདི་ཚོ་གསུངས་ཡོད་དོ་ད་མདོ་སྡེ་དང་པོ་དེ་ལ་ཡང། མངལ་དུ་རྫུ་འཕྲུལ་བསྟན་པའི་མདོ་ཟེར་བ་གཅིག་གསུངས་པ་རེད་གཉིས་པ་དེ་ལ་བར་དོའི་མདོ་ཟེར་བ་གསུངས་པ་རེད། གསུམ་པ་དེ་ལ་མཉམ་པ་མཉམ་པ་ཆེན་པོའི་མདོ་ཟེར་བ་གསུངས་པ་རེད། ད་དེ་ནས་བཞི་བ་དེ་ལ་འདུལ་བའི་སྡེ་སྣོད། ལྔ་བ་དེ་ལ་ས་བཅུ་པའི་བྱང་སེམས་ཀྱི་སྡེ་སྣོད་དྲུག་པ་ལ་སྣ་ཚོགས་པའི་སྡེ་སྣོད། བདུན་པ་ལ་རྡོ་རྗེ་ཀྱི་མདོ་བརྒྱད་པ་ལ་ཤཱཀྱའི་མདོ། ལ་སོགས་པ་དག་དེ་ཚོ་གསུངས་པ་རེད་དེ་ཚོ་ཆ་ཚང་བ་གསུངས་པ་རེད། ད་སྐབས་འདི་དུས་སང་ནས། ཀུན་དགའ་བོའི་གིས་ད་མདོ་གསུངས་པའི་སྐབས་ལ་འདི་སྐད་བདག་གི་ཐོས་པ་དུས་ཞིག་ན། ད་གསུང་འཁོར་བ་དང་པོ་མདོ་མ་གསུངས་མོད་དུས་སང་སྔོན་མ་ངས་འདི་འདྲའི་གོ་སོང། འདི་སྐད་བདག་གི་ཐོས་པ་དུས་ཅིག་ཐོས་པ། སྔོན་མ་ངས་འདི་འདྲའི་གོ་བྱུང། དུས་ཚོད་ཅིག་ལ་སངས་རྒྱས་གནས་ག་གེ་མོ་ཅིག་ལ་ཡང་བཞུགས་པའི་སྐབས་སུ། དེ་འདྲའི་བྱས་ཅིག་ད་ག་ད་འགོ་བཙུགས་ཅེས་གསུང་གི་འོར་བ། དེ་གསུངས་པའི་སྐབས་ལ་ཡང།

ཚོར་བ་ཆེན་པོ་ག་རེ་བྱུང་བར་ཟེར་ན། ཨོ། མིག་གི་རང་བཞིན་དགའ་བ་དང་ཤི་བའི་རང་བཞིན་ཡིན་པ། སྒྱུ་མ་དང་སྨིག་སྒྱུ་ལྟ་བུ་ཡིན་པ་དེ་དེ་མངོན་དུ་གྱུར་ནས། སྔར་དུས་ཚོད་མ་རིང་བ་ཅིག་གི་སྔས་ལ་ད་ང་ཚོའི་གི་ཅིག་སངས་རྒྱས་གཞན་མཇལ་ཡ་ཡོད་པ་གསུང་ཐོན་ཡ་ཡོད་པ་དེ་འདྲའི་རེད་འདོད་ཡོད་རེད། ད་ད་ལྟ་ནི་འདི་སྐད་བདག་གིས་ཐོས་པ་ཙམ་དུ་གྱུར་པ་རེད་ད་ད་ལྟ་ནི་སྔོན་མ་སངས་རྒྱས་ཀྱིས་འདི་འདྲའི་གསུངས་སོ་ཟེར་ཡག་རོ་ཅིག་མ་གཏོགས་བད་ཀན་ད་སངས་རྒྱས་ཀྱིས་ཞལ་དངོས་སུ་མཇལ་ཡ་མེད་པ་ཅེས་གསུངས་དངོས་སུ་ནི་ཐོས་ཡ་མེད་པ་འདི་འདྲའི་རེད་བྱས་བྱས་ད། མི་རྟག་པ་ཟེར་དུས་འདི་འདྲའི་རེད་དགོངས་པ་རུ་དེ་འདྲི་ཅིག་གིས་ཚོར་བ་ཆེན་པོ་སྐྱེས་པ་རེད་གསུངས་ཤིང།

སྐུ་ཡོན་ག་བུ་ཁོ་རང་གི་སྐུ་ཚད་དེ་སངས་རྒྱས་ལས་སོར་གསུམ་གྱིས་ཆུང་བ་རེད། སངས་རྒྱས་དེ་སྐུ་ཡོན་ག་བུ་ལས་སོར་གསུམ་གྱི་ཡར་སྐུ་གཟུགས་རིང་བ་ཡོད་པ་བྱས། སྐུ་ཡོན་ག་བུ་དེ་སངས་རྒྱས་ལས་སོར་གསུམ་གྱི་མར་སྐུ་གཟུགས་ཆུང་བ་ཡོད་རེད་མ་གཏོགས་གཞན་ཁོང་སངས་རྒྱས་དང་འདྲ་པོར་འཇོག་རེད། སྐུ་ཡོན་ག་བུ་དེ་ད་ཁོ་རང་ཐེངས་དང་པོ་གཅིག་ཆོས་ཀྱི་ཁྲི་ལ་བཞུགས་ནས་མ་ཆོས་གསུང་བའི་སྐབས་ལ་ཡར་སྐབས་དེ་དུས

ཡང་ཁ་ཤས་ཀྱིས། མི་ཁ་ཤས་ཀྱི་སེམས་ལ་ཡང་ཨོ། ཞིང་ཁམས་གཞན་དག་ནས་སངས་རྒྱས་གཞན་དག་ཅིག་གནས་འདི་ལ་ཕེབས་ནས་ཆོས་གསུངས་བསྡད་ཀྱི་འདུག་ཨ། བསམ་བསམ་རོ་ཅིག་གིས་དེ་འདྲི་ཅིག་གིས། ཚོར་བའམ། འཁྲུལ་པ་བསྐྱེད་དགོས་ཨ་རབ་ཅིག་བྱུང་བ་རེད། ཡང་མི་ཁ་ཤས་ཀྱིས། དངོས་གནས་བྱས་ནས་ཀུན་དགའ་བོ་འདི་ད་སངས་རྒྱས་ཀྱི་དགོངས་པ་ཐོབ་ཡིན་ས་རེད། འདི་གི་མ་གསུངས་སྟངས་དེ་སངས་རྒྱས་ཀྱི་གསུངས་འདྲ་པོ་ཅིག་འདུག་བསམ་བསམ་རོ་ཅིག་དེ་འདྲི་ཅིག་གིས་ཚོར་བ་བསྐྱེད་པ་རེད།

འཁྲུལ་པ་སངས་ཐུབ་པར་བྱུང་བར་མ་ཟད་གཞན་དང་པོ་འགོ་བཙུགས་ཡོང་དུས་དངོས་གནས་དྲན་ནས་ཀྱི་ཅིག་སངས་རྒྱས་དངོས་སུ་བྱོན་འདུག་བསམ་བསམ་རོགས་ཅིག་དང་ཡང་ན་ཞིང་ཁམས་གཞན་དག་ནས་སངས་རྒྱས་ཅིག་འདས་ཕེབས་འདུག་བསམ་བསམ་རོགས། ཡང་མེད་ན་ནི་ཀུན་དགའ་བོ་ཁོ་རང་སངས་རྒྱས་འདུག་བསམ་བསམ་རོགས། དེ་འདྲའི་གི་ཚོར་བ་བྱུང་བ་རེད། སྟ་གོན་དགའ་འོས་ཀྱི་སྐབས་དེ་དུས་བཀའ་བསྡུ་མཛད་པའི་སྐབས་ལ་ཡང་གསུང་གསུང་ལུགས་གསུང་སྟངས་རབ་དེ་ག་རེ་ས་དང་པོ་འགོ་བཙུགས་ཡོད་དུས་སང་འདི་སྐད་བདག་གིས་ཐོས་པ་ལ་གསུང་གོ་རོ། དེ་ག་རེ་ས་ན་དཔེར་ན། སངས་རྒྱས་ཀྱི་ཆོས་འཁོར་ཐོག་མར་བསྐོར་བའི་སྐབས་ལ་ཡང་ཆོས་ཀྱི་འཁོར་ལོ་ཐོག་མར་བསྐོར་བའི་སྐབས་ལ་དང་ཡུལ་བར་ན་སི་ལ་ཆོས་ཀྱི་འཁོར་ལོ་ཐོག་མར་བསྐོར་བའི་སྐབས་ལ་ཁོང་དངོས་སུ་ཡོད་མ་རེད། ཁོང་དངོས་སུ། སངས་རྒྱས་ཀྱི་ཆོས་གསུང་ས་དེ་ལ་ཡོད་མ་རེད་དེ་ཡིན་ན་ཡང། མི་གཞན་དག་གི་རྩ་ནས་ནི་འདི་འདྲའི་ཐོས་བྱུང་ཞེས་བྱས་འདི་སྐད་བདག་གིས་ཐོས་པ་དུས་གཅིག་ན་ཐོས་པ་ཟེར་ཏེ་མི་གཞན་དག་གི་རྩ་ནས་འདི་འདྲའི་ཐོས་བྱུང་གསུངས་པར་བ་ད་དེ་ཡང་ད་ད་དེ་ཧྥོ་ཛུ་དུང་ཅི་ཟེར་དེ་ན་ཡང་གསུང་སྟངས་གཞན་དག་ཅི་གར་འདུག་ཟེར་ན།

ཝེབ་སཱེ་རི་ནང་ལོགས་ལས་གཞས་ག་རེ་ཉན་དགོས་བསམ་པ་ཡིན་ན་ཡང་གཞས་དེའི་མིང་དེ་གཅིག་བར་རྒྱབ་བཞག་ན་སྐོར་ལམ་སང་གཞས་དེ་དོན་ཡོང་གི་འདུག་འོ་ད་དེ་ནས་གཞི་བྱས་རྗེས། ཀུན་དགའ་བོ་ལ་ཡང་སངས་རྒྱས་ཀྱི་ཡེ་ཤེས་ཀྱི་ཏིང་ངེ་འཛིན་ཟེར་བ་དེ་ཡོད་པ་ཡིན་དུས་སང་ཁོ་རང་གིས་ཆོས་ག་འདྲས་ཞིག་ཉན་འདོད་ཡོད་པ་ཡིན་ན་ཡང་རང་བཞིན་གྱིས་ཁོ་རང་གི་ཨ་མཆོག་གི་རྩ་ལ་ཡང་གོ་ཡོང་ཡང་རེད་པ་ཞིག་དེ་འདྲས་ཞིག་ཡོང་འདུག་གི་རེད། དེ་འདྲས་སོང་ཞིག་ད་དེ་ཡིན་པ་ཡིན་ན་ང་ཚོའི་ནམ་རྒྱུན་བོད་བརྒྱུད་ནང་བསྟན་གྱི་ནང་ལོགས་ལ་ཡང་བྱིན་གྱིས་བརླབས་པའི་བཀའ་ཟས་སྦྱོར་བ་དཔེར་ན།